ཨ་མི་རི་ཀའི་ལྷོ་ཕྱོགས་མངའ་སྡེ Texas གྱི་གྲོང་སྡེ་ཀར་ནི་སེ་ཡི་ནང་ལ་འབྲོག་ནག་འགྲམ་ལ་རྒྱབ་སྐྱོར་བ་ཞིང་པ་ཚོས་དུས་གཏན་འཕྲུལ་འཁོར་གྱི་རུ་སྟར་བསྒྲིགས་ནས་དྲིལ་བསྒྲགས་བྱེད་ཀྱི་ཡོད་པ་རེད། ས་གནས་དེའི་ཞིང་པ Tracy Young Droege གྱིས་མི་རབས་གོང་མ་མེས་པོ་རྣམས་ནི་ཕོ་ལན་ཡུལ་ནས་ཨ་མི་རི་ཀའི་ནང་ལ་གནས་སྤོ་བྱས་པ་ནས་བཟུང་མི་ཐོག་མང་པོ་ཞིང་ལས་བྱས་ནས་འབྲོག་ནག་འགྲམ་ནང་བཞིན་རང་ཚོ་རང་བརྟེན་གྱི་འཚོ་བ་སྐྱེལ་མཁན་ཞིང་པ་རེད། འབྲོག་ནག་འགྲམ་ནི་རང་དབང་ཅན་གྱི་ཚོང་པ་ཅིག་རེད། ཚིག་བདེན་པ་མ་རེད་ང་རང་ཁོང་གི་ཕྱག་ལས་གནང་ཕྱོགས་ལ་རྒྱབ་སྐྱོར་བྱེད་ཀྱི་ཡོད། ཡང་མངའ་སྡེ་འདིའི་ལྷོ་ཕྱོགས་སུ་ཀི་ལོ་མི་ཀྲ་སུམ་བརྒྱ་གྱ་བཅུ་ཙམ་གྱི་ས་ལ་ཏེག་སེས་དང་མེག་སི་ཀོའི་ས་མཚམས་ཀྱི་ཉེ་འགྲམ་གྱི་གྲོང་སྡེ Browns Village གི་ནང་ལ་དམངས་གཙོ་ཚོགས་པའི་སྲིད་འཛིན་འོས་མི Joe Biden ལ་རྒྱབ་སྐྱོར་བ་ཚོས་འོས་འདུའི་ལས་འགུལ་སྤེལ་བཞིན་པ་རེད། David Bethencourt གྱི་མེས་པོ་རྣམས་ནི Hispanic མི་རིགས་ཡིན་པ་དང། ཁོང་གིས་སྲིད་འཛིན Donald Trump གྱི་གཞུང་སྲིད་ལས་དོན་གནང་ཕྱོགས་དེ་ལ་སྐྱོན་བརྗོད་བྱེད་ཀྱི་ཡོད་པ་རེད།
མདོར་ན་ཀྲམ་ནི་རང་འདོད་གཙོ་བཟུང་བྱེད་མཁན་མི་ཞིག་རེད་ང་ཚོ་ཚང་མ་ཁོང་གི་ཐོག་ལ་ཡིད་ཐང་ཆད་པ་མངོན་གསལ་རེད། Texas མངའ་སྡེ་འདི་ནི་སྤྱི་མཐུན་ཚོགས་པའི་རྙིང་ཞེན་རིང་ལུགས་ཀྱི་རྟེན་གཞིའི་མིག་དཔེ་ལྟ་བུ་ཞིག་ལ་རྒྱུན་རིང་ནས་ངོས་འཛིན་བྱེད་ཀྱི་ཡོད་ཀྱང་འདི་ལོ་སྲིད་དོན་ཚོགས་པ་གཉིས་ཁེ་མངའ་སྡེ་འདིའི་ནང་ལ་ཆབ་སྲིད་ཀྱི་ལས་འགུལ་ཤུགས་ཆེ་སྤེལ་བཞིན་པ་རེད། གཅིག་སྟོང་དགུ་བརྒྱ་བདུན་ཅུ་དོན་དྲུག་ནས་བཟུང་མངའ་སྡེ་འདི་ཡིས་སྤྱི་མཐུན་ཚོགས་པ་ལ་རྒྱབ་སྐྱོར་མུ་མཐུད་བྱས་ཡོད་པ་རེད། འོན་ཀྱང Texas མངའ་སྡེའི་གཙུག་ལག་སློབ་གྲྭའི་དགེ་རྒན Jim Hanson གྱིས་བརྗོད་དོན་བྱས་ན། འདི་ལོ་མངའ་སྡེ་འདིའི་གནས་སྟངས་ལ་འགྱུར་བ་ཞིག་འགྲོ་སྲིད་པའི་རྟགས་མཚན་མང་པོ་ཡོད་པ་རེད། This year in twenty twenty, འདི་ལོ་ཉིས་སྟོང་ཉི་ཤུ་ཐམ་པའི་ནང་ལ་མངའ་སྡེ་འདིའི་ནང་ལ་དམངས་གཙོ་ཚོགས་པའི Joe Biden ལ་རྒྱལ་ཁ་ཞིག་ཐོབ་སྲིད་པའི་རྣམ་པ་འདུག་ཨ་མི་རི་ཀའི་མངའ་སྡེ་ཆེ་ཤོས་ཨང་རིམ་གཉིས་པ Texas འདི་ནི་གྲོང་གསེབ་ས་ཁུལ་ཁག་ཏུ་ཚོན་མདངས་དམར་བོ་ཡིན་པའི་སྤྱི་མཐུན་ཚོགས་པ་ལ་རྒྱབ་སྐྱོར་བ་ཚོ་དང། ཡང་གྲོང་རྡལ་ས་ཁུལ་ཁག་ཏུ་ཚོན་མདོག་སྔོན་པོ་དམངས་གཙོ་ཚོགས་པ་ལ་རྒྱབ་སྐྱོར་བ་ཕྱོགས་གཉིས་སུ་ཁ་གྱེས་ཡོད་པ་རེད། འོན་ཀྱང་ཕྱོགས་གཉིས་ཀྱི་དཀྱིལ་དུ་གནས་པའི་གྲོང་སྡེ་མང་ཚོགས་འདི་དག་གིས་འདི་ལོ Texas མངའ་སྡེ་ཡི་སྲིད་དོན་གྱི་སྟོབས་ཤུགས་ཆགས་ཚུལ་འདི་ལ་འགྱུར་ལྡོག་ཆེན་པོ་ཞིག་གཏོང་བཞིན་པ་རེད། གྲོང་སྡེ་མངའ་ཁུལ་འདི་དག་ད་བར་སྤྱི་མཐུན་ཚོགས་པའི་རྒྱབ་སྐྱོར་གྱི་རྟེན་གཞིའི་ས་གདན་ཞིག་ཏུ་གནས་ཡོད་ཀྱང་ལོ་ངོ་བཅུ་ཕྲག་གཅིག་ཙམ་གྱི་རིང་ལ་མི་འབོར་འཕེལ་རྒྱས་ཆེ་བ་དང་དཔལ་འབྱོར་གྱི་ཡར་རྒྱས་མྱུར་བ་དང་དེ་བཞིན་ཕྱི་མི་གནས་སྤོ་བ་ཇེ་མང་དུ་སོང་བ་སོགས་ལ་བརྟེན་ནས་མངའ་སྡེ་འདི་ཚོན་མདོག་སྔོ་དམར་ཅན་ཞིག་ཏུ་འགྱུར་བཞིན་པ་རེད།
ཀལི་ཧྥོར་ནི་ཡ་སོགས་མངའ་སྡེ་དང་གྲོང་ཁྱེར་གཞན་མང་པོ་ཞིག་ནས་སློབ་གྲྭ་ཡག་པོ་དང་ས་ཁང་གི་རིན་གོང་ཆུང་བ་སོགས་འཚོལ་མཁན་མང་པོ་ཞིག་མངའ་ཁུལ་འདིའི་ནང་ལ་གནས་སྤོ་བྱས་ནས་གཏན་འཇགས་གཞིས་སྡོད་བྱེད་དགོས་ཡོད་པའི་རྐྱེན་གྱིས་མངའ་ཁུལ་འདིའི་ནང་ལ་སྤྱི་ཚོགས་དང་སྲིད་དོན་གྱི་ཐོག་ལ་ཤུགས་རྐྱེན་ཆེན་པོ་བྱས་ཡོད་རེད། Texas མངའ་སྡེའི་གྲོང་སྡེ་འདི་དག་གི་ནང་ལ་དེང་སྐབས་ཨ་ཕི་རི་ཀའི་མི་རིགས་ནག་པོ་དང་ལེ་ཏི་ནོ་དེ་བཞིན་ལྷོ་ཕྱོགས་དང་ཤར་ཕྱོགས་ཨེ་ཤི་ཡའི་མི་རིགས་མང་པོ་ཞིག་གནས་སྤོ་བྱས་ཏེ། མི་རིགས་དཀར་པོ་ཐེ་བའི་མི་རིགས་འདྲ་མིན་མཉམ་འཛོམས་བྱེད་ཀྱི་ཡོད་པའི་རྐྱེན་གྱིས་མངའ་སྡེ་འདིའི་ནང་ལ་སྲིད་དོན་གྱི་ལྟ་བ་གཅིག་གྱུར་མ་ཡིན་པར་འདྲ་མིན་གྱི་ངོ་བོ་ཞིག་གསར་དུ་འབྱུང་བཞིན་པ་རེད། ལེ་ཏི་ནོ་མི་རིགས་མང་ཆེ་བས་ཁོང་ཚོ་དམངས་གཙོ་ཚོགས་པའི་ཕྱོགས་གཏོགས་ཡིན་པར་ངོས་འཛིན་བྱེད་ཀྱི་ཡོད་ཀྱང་མངའ་སྡེའི་ས་ཁུལ་འགའ་ཞིག་གི་ནང་ལ་ལེ་ཏི་ནོ་མི་འབོར་བརྒྱ་ཆ་བཞི་བཅུ་ཙམ་ཞིག་གིས་སྤྱི་མཐུན་ཚོགས་པ་ལ་མུ་མཐུད་ནས་རྒྱབ་སྐྱོར་བྱེད་ཀྱི་ཡོད་པ་རེད། རྒྱ་རིར་ཧོ་ཀི་མ་གི་བརྗོད་དོན། གལ་སྲིད་མེག་སི་ཀན་ཨ་རི་བ་ཚོ་དང་ས་མཚམས་ཕྱོགས་སུ་གནས་པའི་མི་མང་དེ་དག་ཆབ་སྲིད་ཀྱི་ནང་ལ་སེམས་ཁུར་བྱེད་ཐུབ་པ་ཡིན་ན་འདི་ལོའི་སྲིད་འཛིན་འོས་བསྡུ་འདིའི་ཐོག་ལ་ཤུགས་རྐྱེན་ཆེན་པོ་ཞིག་བྱེད་སྲིད་པ་རེད། འོན་ཀྱང་སྤྱི་མཐུན་ཚོགས་པ་ལ་རྒྱབ་སྐྱོར་བ་ཚོས་མངའ་སྡེ་འདི་དམངས་གཙོ་ཚོགས་པའི་མངའ་སྡེ་ཞིག་ཏུ་འགྱུར་ཐུབ་ཀྱི་མ་རེད་ཅེས་ནན་བརྗོད་བྱེད་དགོས་པ་རེད Sean O Brien གྱིས་བརྗོད་དོན། མངའ་སྡེ་འདི་ཚོན་མདོག་སྔོན་པོ་ལ་འགྱུར་རྒྱུ་ཁག་པོ་རེད། ཡིན་ན་ཡང་སྔོ་དམར་ཆགས་སྲིད་པ་རེད། ཉེ་ཆར་མང་ཚོགས་ཀྱི་བསམ་ཚུལ་དཔྱད་ཞིབ་བྱས་པ་ཁག་ལ་གཞིགས་ན Texas མངའ་སྡེ་འདིའི་ནང་ལ་སྲིད་འཛིན Donald Trump དང Joe Biden རྣམ་གཉིས་ལ་རྒྱབ་སྐྱོར་གྱི་གྲངས་ཚད་དེ་འདྲ་མཉམ་ཡོད་པ་རེད། འོན་ཀྱང་ད་ལྟ་གནས་སྐབས་ཀྱི་རིང་ལ་སྤྱི་མཐུན་ཚོགས་པ་དང་དམངས་གཙོ་ཚོགས་པ་གཉིས་ཀས་མངའ་སྡེ་འདིའི་སྲིད་དོན་ལ་འགྱུར་ལྡོག་ཆེན་པོ་ཞིག་གཏོང་རྒྱུར་མང་ཚོགས་སྐུལ་འདེད་ཀྱི་ལས་འགུལ་རྒྱ་ཆེ་སྤེལ་བཞིན་པའི་འདིའི་མཇུག་འབྲས་ཇི་ཡོང་དེ་མགྱོགས་མྱུར་མངོན་གསལ་ཆགས་ངེས་ཡིན་པ་རེད།